མེ་ཏོག་དང་རྩི་ཤིང་སྣ་ཚོགས་བཞད་པའི་དབྱར་དུས་ཤིག་ལ། འཕྱི་བ་ཞིག་ཁུང་བུའི་ཕྱི་ལ་ཐོན་ནས་ཕྱོགས་གཡས་གཡོན་ལ་ལྟ་སྐབས། གནམ་གཤིས་ཧ་ཅང་སྐྱིད་པ་དང་ཁོར་ཡུག་མཛེས་པོ་ཡོད་པ་མཐོང་བས། དགའ་དགའ་སྤྲོ་སྤྲོའི་ངང་ཕྱི་རོལ་དུ

འདི་ནི་ང་སྡོད་སྲིད་ཁྱིམ་གཞི་ཡིན་ཟེར། འཆི་བ་དེ་མི་སྡོད་བཞིན་དུ་རྩྭ་ས་མཚམས་བཞག་ནས་རི་འདབས་སུ་ཆུ་ཕྲན་ཞིག་ཡོད་པ་དེར་ཆུ་འཐུང་དུ་སོང། སྙིང་རྗེ་ཆུ་འཐུང་ག་འགྲོ་ཞིག་དང། ཆུ་ཕྲན་དེ་དྭངས་ཤིང་གཙང་བས་ནང་ལ་བལྟས་ན་མཐིལ་གྱི་རྡོའང་ཁྲ་རི་གས་མཐོང་ཐུབ།
མ་རེད། འཆི་བ་དེ་ཁ་ཧ་ཅང་སྐོམ་པས། མ་རེད།
མ་རེད་འདི་ལ་ཡོད་མ་རེད། ངང་པ་ཡིས་ཁོ་ལ་ཅིག་ལ་ཡོད་རེད།
འཆི་བ་དེ་ཁ་ཧ་ཅང་ཨོའི། ག་ལ་སོ། ཆུ་ཕྲན་དེ་དྭངས་ཤིང་གཙང་བས་ནང་ལ་བལྟས་ན་མཐིལ་གྱི་རྡོ་ཨང་ཁྲ་རིལ་མཁན་མཐོང་ཐུབ། འཆི་བ་དེ་ཁ་ཧ་ཅང་སྐོམ་པས་ཆུ་འགྲམ་དུ་སླེབས་མ་ཐག་ཆུ་འཐུང་མགོ་བརྩམས། ཅུང་ཙམ་འགོར་རྗེས་ངང་པ་ཞིག་ཡོང་ནས་ཆུ་འདི་འཐུང་མི་ཆོག་དེ་ནི་ང་སྡོད་སའི་ཁྱིམ་གཞི་ཡིན་ཟེར། འཆི་བ་དེ་མི་སྡོད་བཞིན་དུ་ཆུ་འཐུང་མཚམས་བཞག་ནས་ཤིང་སྡོང་ཞིག་གི་འོག་ཏུ་ངལ་གསོ་བར་ཕྱིན།
གང་ལྟོས་དང།
ཆུ་འཐུང་ཙམ་བཞག་རེ་ལ་ཟ། ངལ་གསོ་བ་ར་ཕྱིན་པ་རེ་ལ་ཟ། ཤིང་སྡོང་དེར་ལོ་རྟགས་རྒྱས་ཤིང་འབྲས་བུ་སྨིན་པ་དང། གྲིབ་ཟིལ་ཡང་ལྡན་པས་དེར་ངལ་གསོ་སྐྱིད་པོ་ཞིག་རྒྱག་དགོས་སྙམ་ནས་ལྷོད་ལྷོད་ངང་འདུག་སྐབས་གློ་བུར་དུ་ཤིང་སྡོང་དེའི་ཡལ་གྱི་བར་ནས་ནག་བྱིའུ་ཞིག་ཡོང་སྟེ་ཤིང་སྡོང་གི་གྲིབ་ཟིལ་འདིར་སྡོད་མི་ཆོག། དེ་ནི་ང་འདོད་སྲིད་ཁྱིམ་གཞི་ཡིན་ཟེར། འཆི་བ་དེ་མི་འདོད་བཞིན་དུ་ངལ་གསོ་མཚམས་བཞག་ནས་ཕྱིར་རང་ཉིད་འདོད་སྲིད་ཁུང་བུར་ལོག། དེ་ནས་ཟླ་བ་ཁ་ཤས་འགོར་རྗེས་ནམ་ཟླ་དགུན་ཁ་སླེབས་པ་དང

གནམ་གཤིས་ཧ་ཅང་གྲང་བའི་དགུན་དུས་དེར། འཆི་བ་འདོད་སྲིད་རིག་དངོས་ཀྱི་ཁུང་བུ་དེ་ནི། དྲོ་སྐྱིད་ལྡན་པའི་གནས་གཅིག་པུ་དེ་ཡིན་པས་གྲང་ངར་ཤིན་ཏུ་ཆེ་བའི་ཞོགས་པ་ཞིག་ལ། སྦྲང་ནོར་བུ་དང་ངང་པ་ན་བྱིའུ་རྣམས་འདར་སིག་རྒྱག་བཞིན་འཆི་བ་འདོད་སྲིད་ཁུང་བུ་དེའི་ཕྱོགས་སུ་ཕྱིན།

འདིར་ཁྱེད་རང་ཚོ་སོ་སོའི་ཁྱིམ་ཡིན་པ་ལྟར་ལྷོད་ལྷོད་ངང་བཞུགས་རོགས་གནང་དགོས་དུས་ཕྱི་ལ་གནམ་གཤིས་ཧ་ཅང་གྲང་མོ་ཡོད་པ་རེད་ཟེར་ནས་ཐུགས་ཁུར་ཆེན་པོས་སྣེ་ལེན་གང་ལེགས་བྱས། སྦྲང་ནོར་བུ་དང་ངང་པ་ནག་བྱེའུ་བཅས་ཀྱི་སེམས་སུ་དོན་ངན། འཆི་བ་ལ། རྩྭ་ཟ་མ་བཅུག་པ་དང་ཆུ་འཐུང་མ་བཅུག་པ་ངལ་གསོ་རྒྱག་མ་བཅུག་པ་བཅས་དྲན་ནས་འགྱོད་པ་སྐྱེས་པ་དང་ངོ་གནོང་བཞིན། གྲང་ངར་ཆེ་བའི་དགུན་དུས་དེ་མ་འཚོགས་བར་དྲོ་སྐྱིད་ལྡན་པའི་ཁུང་བུ་དེར་འཆི་བ་དང་མཉམ་དུ་དགའ་དགའ་སྤྲོ་སྤྲོའི་ངང་བསྡད། ཨོའོ་ལྷན་རྒྱས་ཚང་མ་ཐུགས་རྗེ་ཆེ། ཨ་ནི་ཡང་རྗེས་མར་དཔེ་ཀློག་གི་ནང་ལ་མཇལ་ཡོང།